གཅིག་སྒྲིལ་གྱི་ནུས་སྟོབས་དང་སྲིད་གཞི་གཉིས་ཀྱི་གལ་གནད་གང་ལ་ཡང་ང་རང་གི་བསམ་ཚུད་དང་འདས་པའི་ལོ་ཤས་ནང་ལོགས་ལ་ཡང་ང་རང་གི་སྤྱི་ཚོགས་ནང་ལོ་ཡ་ཐིམ་བཅས་ལས་འགན་ཅི་འཁུར་བའི་འཁུར་བ་ལས་གཞི་བཞག་བྱས་ད་ཅིག་སྤྱི་ཚོགས་ཀྱི་ཐད་ལ་ཡང་བསམ་ཚུལ་གང་དྲན་ཞུས་པ་ནས་དེ་རྒྱལ་བོ་དམངས་གཙོ་ཚོགས་པ་བོད་རྒྱལ་བོ་དམངས་གཙོ་ཚོགས་པའི་གི་ནི་ད་དམངས་གཙོའི་གླིང་བ་ནང་ལ་ཡང་ང་རང་ལ་ཡང་གྲོས་མོལ་དམངས་དང་གྲོས་མོལ་བྱས་ཀྱི་གོ་སྐབས་ཅིག་གནང་ཞུ་དེ་ལ་ཡང་སྙིང་ཐག་པ་འཐུལ་ཅིག་ཆེ་གནང་ཞུ་ཡས་ཡིན། རྩ་བའི་ད་རིང་བརྗོད་གཞིས་ཀྱི་གནད་འགག་དེ་གཅིག་སྒྲིལ་བྱ་བསྡད་ཀྱི་འདུག་ཡིན་ན་ལས་ད་རིང་ང་གཅིག་སྒྲིལ་གྱི་གོ་དོན་གང་ལ་ཡར་ཞུ་མང་པོ་ཞུ་གེགས་མེད་ག་ཡོད་ཞུ་འོས་ན་དེ་ཉོན་གྱིས་ད་ལས་ཚན་གྱི་དང་ལོག་ལ་ཡ་ནི་གཅིག་སྒྲིལ་ལ་ཡི་གིས་ད་ད་དམངས་གཙོའི་གི་གོ་དོན་གང་ལ་གོ་དོན་ག་ལ་གང་འཚམས་ཁ་གསལ་དམངས་ལ་གསུངས་སོ་བྱས་ཙང་ད་རིང་གཙོ་བོ་ཆེ་ཤོས་དེ་ད་དེ་གལ་ཆེན་པོ་གཅིག་ག་རེ་བྱ་གི་འདུག་ཞུ་ན་དམངས་གཙོའི་དམངས་གཙོའི་སྤྱི་ཚོགས་ནང་ལོག་ལ་ཡ་གཅིག་སྒྲིག་གི་ནུས་སྟོབས་ཀྱི་གལ་གནད་ཆགས་ཏེ་ཡོད་རེད། ད་དེའི་ནང་ལས་གནད་འགག་གི་གལ་ཆེ་བ་བཅུ་ནི་གཅིག་སྒྲིག་གོ་མ་ཐག་ང་ཚོའི་གི་མང་ཆེ་གཅིག་བློ་ལ་ག་རེ་ཁེ་ག་རེ་སེ་གི་འདུག་ཞུ་བ་ཡིན་ན་གཅིག་གི་གཅིག་མཚུངས་ཀྱི་བསམ་བློ་དང་གཅིག་གྱུར་གྱི་རྣམ་པ་གཅིག་ལ་ཡག་ཏུ་ངོ་བོ་འཛིན་བསྡད་ཀྱི་འདུག་བྱས་ཙང་དེ་དེ་ང་ཚོའི་གི་ད་གཅིག་ཁ་སེ་རུ་དང་བཅས་ད་ནུས་པ་མཉམ་སྤུངས་བྱེད་ཀྱི་རེད་བ་ད་ཨིན་སྐད་ནང་ཕལ་ཆེར་ཏག་ཏག་ཞིག་དེ་ཡོད་མེད་ཧ་གོ་མ་ཚུལ་ནས་ད་དེ Inclusion ཞུ་ཡི་རེད་བ་དེ་ནང་ལོག་ལ་ཡ་ཅིག་ལོ་ཆེ་ཆུང་ལ་མ་ལྟོས་པའི་ཕོ་མོ་ཡིན་མིན་ལ་མ་ལྟོས་པའི་བཅས་ཀྱི་དཔལ་འབྱོར་ཡོད་མེད་ལ་མ་ལྟོས་པའི་ད་བཅས་ཀྱི་ཤེས་ཡོན་དར་སྲོལ་ཡོད་མེད་ལ་མ་ལྟོས་པའི་ང་ཚོའི་བོད་མི་རིགས་སི་ཏུ་བསམ་པ་ལ་ཡ་ང་ཚོས་ད་མི་རེ་ངོ་རེ་གྱི་ནི་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ང་ཚོའི་ཀྱི་བོད་ཀྱི་རྩ་དོན་ལ་ཡང་ནུས་པ་སྤུངས་དགོས་ཡོད་པའི་གནས་སྟངས་ཤིག་ལ་ཡང་ངོས་འཛིན་གྱི་ཡོད་སེམས་ཀྱི་འདུག་ད་བྱས་ཙང་ད་ང་ཚོའི་ད་ལྟ་ང་རང་གིས་ག་དུས་ནས་ལྟ་ཕྱོགས་དེ་ག་འདྲའི་ཡིན་ཞུས་པ་ན་ང་ཚོའི་གི་སྤྱི་ཚོགས་ནང་ལ་ཡང་ལས་ཀ་བྱེད་དུས་ཟིན་པ་བོད་མི་རིགས་ཞིག་ཡིན་པའི་ཆ་ནས་གཅིག་སྒྲིལ་གྱི་ངོ་བོ་ཞུ་དུས་ཟིན་པ་ལ་ཡང་གནད་འགག་ཆེ་ཤོས་དེ་ང་ཚོའི་གི་རྩ་དོན་རྒྱ་ཆེ་ས་ནས་ད་ང་ཚོའི་གི་བོད་གི་རྩ་དོན་དེ་ཆགས་བསྡད་ཀྱི་ཡོད་རེད་དེ་དང་དེ་འདྲ་བའི་ང་ཚོའི་གི་གནད་འགག་ད་ང་ངས་གི་གལ་ཆེན་ཞིག་ལ་ངོས་འཛིན་བྱེད་ས་དེ་ང་ཚོའི་སྤྱི་ཚོགས་ཡར་རྒྱས་གི་ཐད་ལ་ཆགས་ཀྱི་འདུག་ང་ཚོའི་གི་རྩོད་ས་གཙོ་བོ་གཅིག་ཡང། བྱེད་ས་དེ་འདྲས་ཀྱི་ད་ང་ཚོའི་གི་འཐབ་རྩོད་ནང་ལོགས་ལ་ཡ་གཙོ་བོ་ཆེ་ཤོས་ཅིག་མི་མང་ད་ཚང་མས་གི་ནུས་པ་མཉམ་སྤུངས་བྱས་ཏེ་གི་གནད་འགག་ཞིག་མཐོང་གི་འདུག་གང་ཡིན་ཞུ་བས་ན་ང་ཚོའི་གི་ད་ཅུང་ཟ་ནས་ང་ཚོའི་གི་ནང་མི་ཞིག་ནང་ལ་ཡིན་པ་ནས་འདྲ་རྒྱ་ཆེ་ས་ནས་སྤྱི་ཚོགས་དེ་ནས་ཅིག་རྒྱལ་ཁབ་ཞིག་ནང་ཡིན་པ་ནས་འདྲ་རང་ལུང་པ་བུ་རང་ནང་ལ་ཡ་ཞིག་བཞག་པ་ཡིན་ན་མི་བརྒྱ་ལ་བསམ་བློ་བརྒྱ་ཡོད་རེད་མི་སྟོང་ལ་ཡ་བསམ་བློ་སྟོང་ཡོད་བསམ་པ་ལ་བསམ་ཅི་ཞིག་བསམ་བློ་བསམ་ཚུལ་དང་ཐབས་ཤེས་ཐབས་ལམ་མ་འདྲ་མ་འདྲ་ང་ཚོས་ཏན་ཏན་གླེང་གི་རེད་བསམ་གི་འདུག་ཡིན་ནས། གཅིག་ང་ཚོའི་གི་བསམ་བློ་བསམ་ཚུལ་དང་ཐབས་ཤེས་ཐབས་ལམ་ཚང་མ་ལ་ཡང་སྡིངས་ཆ་གཅིག་པ་སྤུངས་ཐུ་བས་དང་དེ་ལ་ཡང་གྲི་མོས་གཅིག་གྲོས་མོས་བྱས་གི་སྡིངས་ཆ་གཅིག་བསྐྲུན་ཐུ་བས་དང་དེ་ལ་ད་ང་ཚོའི་གི་གཅིག་ད་ལྟ་ཆམ་གཅིག་སྒྲིག་གི་སྐད་ཆ་ཤིག་ཡོད་དུ་བསམ་པ་ལ་ཡང་གུས་བརྩི་ལྡན་པས་ཨ་ནི་གཅིག་ང་ཚོའི་ཕན་ཚུན་ལ་ཡང་དགའ་གུས་ཡི་རང་ཞུ་བའི་ཐོག་ནས་ཨ་ནི་བསམ་བློ་དང་གཅིག་ཐབས་ལམ་ག་འདྲས་ཞུས་པ་ནས་དེ་ལ་ཡང་སྡིངས་ཆ་གཅིག་པ་ཞིག་བསྐྲུན་དགོས་བས་དང་དྲང་བདེན་གཅིག

འཐབ་རྩོད་དེའི་ནང་ལོགས་ལ་ཡི་ཐང་རྩོད་ཀྱི་བོད་མི་རིགས་ཀྱི་འཐབ་རྩོད་ནང་ལ་ཡང་ཐབས་ཤེས་ཐབས་ལམ་དང་ཞིག་བསམ་བློ་བསམ་ཚུལ་ག་འདྲའི་ཞུ་གི་ཡོད་བའི་གནས་རེད་ཕྱོགས་ག་ནས་ཡོང་གི་ཡོད་པ་ནས་རེད། གཙོ་བོ་ཆོས་ཤུལ་དེ་ང་ཚོ་གི་ཕུགས་ཀྱི་དམིགས་ཡུལ་དེ་ཆགས་བསྡད་ཀྱི་ཡོད་རེད་དེ་ང་ཚོ་གི་བོད་དོན་བདེན་མཐའ་མགྱོགས་ནས་མྱུར་དུ་སེལ་དེ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་ཀ་དེ་ལ་ཡང་ང་ཚོ་ནུས་པ་མཉམ་འབུམ་བྱས་དེ་གནད་འགག་ཆགས་ཀྱི་འདུག་གཅིག་གཅིག་ནང་ལོགས་ལ་ཡང། མཚམས་མཚམས་ང་རང་ཚོ་གི་ད་ཅིག་སྤྱི་ཚོགས་ནང་ལོགས་ལ་ཡ་ཕན་ཚུན་སྣང་བ་དག་བྱས་ཡ་ནི་ཅིག་ཕན་ཚུན་ཡ་ནི་ཁུངས་དག་ཁུངས་དག་འགྲོ་བརྩོད་བྱེད་བྱེད་ཡ་ནི་ང་ཚོ་གི་དགྲ་བོ་གཙོ་བོ་དེ་ངོ་མ་ཤེས་ཡ་ད་དེ་འདྲའི་གི་ཅིག་སྣང་བ་དག་འགྲོ་ཡ་གི་གནད་འགག་ཅིག་གནས་སྟངས་དེ་འདྲ་མཚམས་མཚམས་ཆགས་འོང་གི་འདུག་བསམ་པ་ལ་ཡ། ཕན་ཚུན་བརྩི་བཀུར་ཞུ་བའི་ཐོག་ནས་རུ་ཨཱས་གཉིས་ཀྱིས་བརྩི་བཀུར་ཞུ་བཞིན་ཡོད་ཟེར་བ་ལ་ཡང། དེ་འདྲའི་གལ་སྲིད་རེད་ཡང་ཁ་ཤས་ཀྱིས་དེ་འདྲའི་བསམ་བློ་གོང་སྲིབ་རེད་བསམ་གྱི་འདུག་དཔེར་ན་ཅིག་བྱས་ན། ཅིག་ཚང་མས་ཀྱི་བསམ་ཚུལ་ག་རེ་ཞུས་པ་དེ་ལ་ནི་དེ་དེ་ཞིག་ནོ་ལ་ཅེས་ཅིག་གུས་བརྩི་ཞུ་ཡ་ད་དེ་འདྲའི་ཅིག་ངའི་རྩ་བ་ཉིད་ནས་ཞུ་གི་མེད་ངེད་ཀྱིས་དེ་ལ་ཡང་གལ་སྲིད་གུས་བརྩི་དེ་ཅིག་རྣམ་པ་ཚོ་ལ་ཡང་གུས་བརྩི་ཞུ་དགོས་ཟེར་གྱི་ཡོད་བས་ན། ཚང་མ་ལ་ཡང་ཅིག་དེ་འདྲའི་གཅིག་མཚུངས་བྱེད་སྟངས་ནི་དྲང་བདེན་གྱི་ངང་ནས་ནི་ང་ཚོས་ཀྱི་གཟིགས་ཕྱོགས་བྱེད་རུ་ཨཱ་རེ་སིབ་བྱེད་སྟངས་བྱེད་རུ་ཨཱ་ནས་ཅིག་ཐབས་ཤེས་ཐབས་ལམ་དང་བསམ་ཚུལ་དགོངས་འཆར་ག་འདྲས་ཤིག་སླེབས་ཀྱི་ཡོད་བས་ནས་དམངས་གཙོའི་སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་ང་ཚོ་ཚང་མས་ཀྱི་ངོས་ལེན་ཅིག་ཞུགས་བས་དང་ཨ་ནི་དེ་ལ་ཡ་ཅིག་གལ་སྲིད་ང་ཚོས་ཀྱི་དེ་ལ་ཡ་གྲོས་མོལ་བྱེད་ཀྱི་ཡོད་བས་ཡིན་ནས་རེད་དེ་ཅིག་ག་ག་དུས་ཡིན་ནས་ལས་ཅིག་དགོངས་པ་རྒྱ་ཆེ་ས་ནས་བཞེས་བྱས་ནས་ཡ་ཕན་ཚུན་འཁོན་འཛིན་མ་གྲོལ་ཡ་ཀྱི་ཐབས་ལམ་ཅིག་བསྐྲུན་དགོས་ཀྱི་རེད་བསམ་གྱི་འདུག་ཨ་དེ་འདྲས་བྱེད་པ་ཡིན་ན་ང་ཚོས་ཀྱི་ནུས་པ་མཉམ་འབུམ་བྱས་རྗེས་ཨ་ནི། གཅིག་གིས་ང་ཚོའི་དགྲ་བོར་གཙོ་བོ་བཞག་བྱས་ནས་ང་ཚོའི་དམིགས་ཡུལ་དེ་གྲུབ་འབྲས་གསོན་པོ་བྱུང་གི་རེད་བསམ་ནས་ང་རང་གི་བསམ་བློ་དེ་འདྲས་བྱུང་སོང། ད་དང་དེང་གི་བརྗོད་གཞི་གཉིས་པ་དེ་དེ་ཆགས་བསྡད་ཀྱི་འདུག་སྲིད་སྤྱི་གཉིས་ཀྱི་གལ་གནད་ཞེས་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ད་ཡོང་རྒྱུའི་ལོ་ལྔ་བཅུ་ནང་ལོ་ལ་ཏན་ཏན་གྱི་འགྱུར་ལྡོག་ཆེན་པོ་ཞིག་འགྲོ་གི་རེད་བསམ་གྱི་འདུག་ལ། དུ་ཅིག་སྤྲོས་ངེས་ཅན་ཞིག་ལ་ངས་ངོས་འཛིན་གྱི་ཡོད། ག་ཞུ་ན་ད་ཅི་འདི་ང་ཚོའི་ཡིམ་ན་རྒན་པ་འདི་ནས་ངན་པ་རྒན་པ་ཚོས་ནས་ང་ཚོ་ལ་ཡ་ལམ་སྟོན་བྱུང་བ་དང་མིན་ལོ་ཆུང་བ་གྱིས་ད་ཅིག་ལོ་ཆུང་བ་ཞུ་ནས་ད་ལྟ་གཞོན་སྐྱེས་ཀྱི་དུས་ཕྱིས་ལོ་སར་གྱི་མིག་ཁྱི་བྱས་ནི་ད་ཅིག་ནུས་པ་མཉམ་སྤུངས་བྱེད་ཀྱི་དུས་ལ་བབས་ཤིག་བསམ་གྱི་འདུག་དཔེར་ན་ད་ཅིག་སྲོལ་རྒྱུན་གྱི་ལམ་ལུགས་དེ་ཡིད་ལ་བཞག་བྱས་ནི་དེང་དུས་ཀྱི་ཤེས་ཡོན་ཉམས་རྟོགས་གོམ་པོས་འགྲོ་བ་ཡིན་ན་ང་ཚོ་ཏན་ཏན་ཅིག། གྲུབ་འབྲས་བཟང་པོ་ཞིག་ཐོན་གྱི་རེད་བསམ་གྱི་འདུག་བྱས་ཙང་དེ་འདྲའི་གི་རྒྱུད་རིམ་གྱི་ནང་ལོགས་ལ་ཡ་ག་དུས་ཡིན་ནའི་ཐུགས་འགྱང་ཆེན་པོ་བཞེས་ཡས་དང་ཨ་ནི་མི་རེ་ངོ་རེ་གི་འགན་བཞེས་འོས་ཏེ་ངས་གནད་འགག་ཞིག་མཐོང་གི་ཡོད། ད་ད་དམིགས་བསལ་ང་ཚོའི་གི་དམངས་གཙོའི་སྤྱི་ཚོགས་ནང་ལོགས་ལ་ཡ་ཐོབ་ཐང་དང་ད་ད་ང་ཚོའི་འགན་དབང་ཞུ་ཡི་བ་ཐོབ་ཐང་དང་ལས་འགན་བཞེས་ནས་དྲ་ད་ཅིག་འགན་དབང་ཅིག་དེ་ང་རང་ཚོའི་མི་རེ་ངོ་རེ་གི་ཁྱི་གོས་གནད་འགག་ཆགས་ཀྱི་ཡོད་མོད་ཆགས་ཀྱི་ཡོད་རེད་བྱས་ཙང་ད་ཡོང་རྒྱུན་གྱི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ནང་ལོགས་ལ་ཡང་ང་རང་ཚོས་ཀྱི་སོ་སོའི་ངོས་ནས་དཔྱད་པ་བྱེད་རྒྱུ་བསམ་པ་ལ་ཆོལ་ཁ་ཆོས་ལུགས་དབྱེ་བ་མེད་པ་དང། ད་ཅིག་གི་བོད་ཀྱི་རྩ་དོན་གཙོ་བོ་བཞག་པའི་ང་ཚོས་ཀྱི་ཚང་མ་ཅིག་མཉམ་རུབ་ཀྱི་ངང་ནས་ལས་འགན་གཙོ་བོ་ཆེ་ཁྱི་བྱས་ང་རང་ཚོས་ཀྱི་ཡོང་རྒྱུན་གྱི་ད་སྲིད་སྤྱི་གཉིས་ཀྱི་ཅིག་བོད་མི་ག་འདྲས་ཅིག་གོ་གོ་རེད་བས་ཟེར་ན་ཅིག་ལྷག་བསམ་ལྡན་པ་སྤྱི་སེམས་ལྡན་པ་ཅིག་འཇོན་ཐང་ཡོད་པ་དེ་ལས་ལྷག་པར་ད་ཅིག་ནུས་པ་སྤེལ་ཐུབ་ངེས་ཀྱི་གང་ཟག་དེ་འདྲས་ནི་ཅིག་རྒྱལ་སྒོ་སྣེ་ཁྲིད་ནང་ལོགས་ལས་ཡ་ཡོད་ཕན་དགོས་བས་དེ་གནད་འགག་ཆགས་ཀྱི་ཡོད་རེད་དེ་གིས་ང་ཚོ་ཡོང་རྒྱུད་ཀྱི་ད་ང་ཚོའི་ཀྱི་རྩ་དོན་གྱི་གནས་བབ་ག་འདྲས་ཤིག་ཆགས་ཀྱི་རེད་མ་རེད་དེ་ལ་ཡ་ཏན་ཏན་ཅིག་གནོད་ཤུགས་ཆེན་པོ་ཞིག་སྤྲིད་ཀྱི་རེད་བསམ་དགོས་འདུག་བྱས་ཙང་ཨ་ནི་དམངས་ཀྱི་ཅིག་ལས་འགན་ཁུར་དགོས་དེ་ང་ཚོས་ཅིག། ང་རང་ནས་འགོ་བཙུགས་རྗེས་ང་ཚོའི་མི་རེ་ངོ་རེས་ཀྱིས་དཔྱད་པ་བྱས་བའི་ཐོག་ནས་སྤྱི་ཚོགས་ནང་ལོགས་ལ་ཡང་ནུས་པ་བཟང་པོས་བསྐྲུན་ཐབས་བྱེད་ཀྱི་ཐབས་ཤེས་གནང་དགོས་ཀྱི་རེད་བསམ་གྱི་འདུག་ད་ནི་ཕྱག་ལས་ཡག་བྱས་ཙང་ད་ད་རིང་ང་རང་གི་བསམ་ཚུལ་འདྲ་ག་ཟིན་འདྲ་ག་ཙམ་ཡིན་ཨ་ནི་ཡིན་ཀྱང་བོད་རྒྱལ་ཡོངས་མང་གཙོ་ཚོགས་པ་ལ་ཡང་ང་ལ་ཡང་ད་རིང་དམངས་དང་ཡང་གྲོས་མོལ་བྱེད་ཀྱི་གོ་སྐབས་གནང་བ་དེ་ལ་ཡང་སྙིང་པོ་རུས་པའི་གཏིང་ནས་ཐུགས་རྗེ་ཆེ་གནང་ཞུ་ཡི་ཡིན་བཀའ་དྲིན་ཆེ་སོ།